བླ་སེར་དང་གཅུང་མོ་རྣམས་ལ་མགུ་སླ་བའི་གཟེར་གོ་ན་ནད་དུ་འབྱུང་ཁ་སླ་བའི་ནད་རྩི་ག་སྣ་ཁ་བཞི་ལྔ་བཟོ་གི་དེའི་ནང་གི་གཞུང་འབྲུམ་གི་ནད་ཀྱི་སྐོར་གྱི་སྔོན་འགོག་གི་ཤེས་བྱ་གཟི་ག་ཉུང་བསྡུས་དུ་བྱ་རྒྱུ་དེ་ཡིན། དམ་ཤུར་དང་གཞུང་འབྲུམ་གྱི་ནད་རྩི་གི་འདུག་ཀྱི་དེ་ནད་བཙོག་བ་ཟེར་རེད་དེ་ནས་འོག་སྒོ་མ་ར་དེ་ནས་ཕྱི་ནང་འགྱུར་འགྱུར་གྱི་ནད་འདྲ་དེ་རྨ་འབུད་ཀྱི་ནད་འདྲ་བཟའ་འཁྲུག་ཡོང་གྱི་ནད་འདྲ་དེ་ནས་རྒྱུན་དུ་མི་གཙང་བའི་རོགས་འདུག་གྱི་ནད་འདྲ་དེ་ལ་སོགས་པའི་ད་སྙིང་ག་ཆེ་ན་ཕྱག་བཅོས་ལ་སོགས་པ་བྱེད་དགོས་རྒྱུ་དེ་མོའི་ནད་རྩི་རེད་ད་དུ་ལ་བཤེར་སྟངས་གཅོ་མོའི་ཁྲོད་ན་མང་ཚོགས་བཤེར་སྟངས་ཀྱི་མང་ཚོགས་ལ་བལྟས་ན་ནན་དུ་འབྱུང་གཅོ་གོ་གྲངས་འདྲ་བོ་མང་ནས་བལྟས་མོ་ཟེར་དེའི་རྐྱེན་གྱི་སྟངས་འདི་སྔོན་འགོག་ཏུ་ཡིན་ནམ་མིན་ན་ང་ཚོས་ཕྱིར་རྒོལ་གྱི་བལྟས་མོ་ཟེར་ད་གཞུང་འགྲིམ་གྱི་གནད་དོ་གཙོ་བོ་ཡིན་ཚུལ་གྱི་སྣ་ཁ་གཅིག་གཉིས་ཟིག་གི་ཐོག་ནས་འདི་ཡོང་ཁོག་གི་གཅིག་འདི་ནི་འདི་གིན་རང་སོང་ཚུལ་གྱི་ད་གཅིག་ལ་བཤེར་རྣམ་པ་གཅིག་གཅིག་རེ་ཆོས་དཔེ་ཁྲིད་དྲེ་བྱས་ན་ཟིག་གི་མེད་གི་སློབ་སྦྱོང་བྱས་ན་ཟིག་སྒོམ་ཉམས་ལེན་བྱས་ན་ཟིག་དེ་ནས་དཔེ་ཆ་བལྟས་ན་གང་དང་གང་ཡིན་ན་འདུག་གཅོ་རེ་ཡིན་རང་འགྱོག་ནི་མི་སྐྱིད་གྲོང་གཅིག་འདུག་ཀྱོ་ཡིན་རང་སོང་དུས་དེ་ནི། རྩར་སློང་འདྲ་འདྲ་དེ་བཞིན་དུ་གཡོ་ཀ་འདྲ་འདྲ་ཨོག་སྒོ་ཡ་ར་ཟླུམ་གྱི་འདྲ་འདྲ་འདི་མུག་གི། བཞི་ལྔ་མེད་ཀི་ཐ་ཚོ་དེ། ཨོག་སྒོ་དུ་མ་ར་ཡིན་གྲང་ལུག་ད་དུས་དེ་ནི་ཨོག་སྒོ་མ་ར་དེ་ནི་ནད་འབྱུང་ཁ་ད་ཧ་ལས་བ་རྩ་ནི་དུས་མུ་ཟི་རི་ད། ཡིན་རང་འདུག་ཀྱོ་གཅིག་དུ་ནི་ཡིན་རང་འདུག་ཀྱོ་འདུག་ཀྱོ་མང་སོང། དེ་བཞིན་དུ་དེའི་ཁ་ན་འགུལ་སྐྱོག་གི་ཅིག་བྱ་བ་འདྲ་མ་ལས་ཕྱིར་དང་ལུས་པོ་བཞིན་བདུད་འདྲ་མ་བྱེད་དུ་ཡང་གནོད་ཀི་དག་སྣུམ་བཟའི་སྣུམ་ཐང་དང་ཟ་མ་ཡི་ཤ་རྒྱན་དུ་གཟུགས་བསྡུ་ན་དུ་ཡང་གནོད་ཀི་ལྷག་པར་དུ་ཁ་ཚ་གི་རིགས་འདྲ་འདྲ་འདི་བྱ་འགོ་ཡང་གནོད་ཀི། དེ་བཞིན་དུ་ད་རང་ལྷག་གི་བརླན་དང་འཁྱག་དང་ནི་རླུང་བཟས་དང། བླ་སེར་དང་གཅུང་མོ་མང་ཆེ་བ་གི་ནི་གསང་དོན་འདྲ་དུས་མི་དུ་ཀུན་ཡོད་མེད་ཅི་རིགས་ཡིན་དུས་དེ་ནི་ད་དགུན་ཁ་ཅིག་རི་ལུང་འདི་བབས་རྒྱ་ཁོ་དར་ན་དུ་གི་ཡང་གཡམ་ཚང་གནོད་ཀྱི་ནི་འདྲ་དེ་བཞིན་དུ་འཁྱག་ས་གི་འདུག་ཀྱི་ནི་འདྲ། ད་དཔེ་ཁྲི་འདྲ་ཆེ་གི་ཐ་ཚོ་ཅིག་ཨར་འདམ་གི་ཐོག་འདྲ་འདྲ་དེ་ནི་ཤང་གི་ཐོག་འདྲ་འདྲ་དེ་བཞིན་དུ་གཏན་ཧྲབ་ཧྲབ་གི་ཐོག་འདྲ་དུས་མི་བདར་ན་ཡང་གཡམ་ཚང་གནོད་གི་འདི་ནི་རླན་དང་ནི་འཁྱག་དང་ནི་རི་ལུང་གསུམ་གི་གཡམ་ཚང་གནོད་གི་ཧ་ལས་པ་འཛེམ་དགོས།

རྩ་སྟོང་སྐབས་དུས་ཚོད་ཡུན་གྲངས་འགོར་བ་དང་ཡང་ན་ཤིག་གི་མ་རབས་རྩིར་སྐྱེལ་འབྲི་འདྲ་འདུས་མི་གི་གོ་རིམ་ཁྲོད་སྐུ་གཞུང་འགྲིམ་སྐུ་གནད་དུ་སྐྱེལ་སྐྱེལ་ཏེ་ཡ་མཚན་གྱི་རམ་འདེགས་འདི་འདྲ་གཏོང་ཐུབ་ནས་དུས་མི་ཟིན་རིང་དེའི་རྐྱེན་གྱི་རྩ་མི་སྐེམ་པའི་ཆེད་དུ་ཅིག་རྒྱུན་དུ་ཚོད་མ་རྣམ་པ་སྣ་ཚོགས་བཟའ་སྐྱེལ་འདི་འདྲ་དེ་བཞིན་དུ་ངང་ལག་བཟའ་སྐྱེལ་འདི་འདྲ་དེ་སུས་ཐོག་བཟའ་སྐྱེལ་འདི་འདྲ་འདུས་མི་དེ་གི་བཟའ་ནི་མ་གཏོགས་དུས་གཅིག་གི་བཟའ་མ་སྣ་ཁག་གཅིག་གི་རྒྱག་ཧ་མི་ཆོག་ཀྱི་དོན་འདི་ཧ་ལས་པ་གལ་ཆེན་པོ་གཅིག་རེད། དེ་བཞིན་དུ་ཆུ་དག་བསླབ་ཕྱི་ཙི་ཏི་ཁ་པར་འདི་ནས་སྐྱོ་ཁང་ནང་འགྱོ་གི་ཐ་ཚོ་དེ་ཁ་པར་ཀོ་བཤུ་དེའི་ཐ་འདུག་ནི་ཅང་གོ་ད་ཏི་ཧ་ལི་བ་ཟོག་ནོག་གི་ཆིག་གནོ་གནོ་ད་ཕར་ཆིར་ཏི་རེ་བཙི་ན་མི་ཆོག་ཀྱི་མེད་གི་དམ་ཉི་མང་ཟི་ག་ཆི་ཟི་ལོ་བ་གི་ཟེ་ན་སྐྱོ་ཁང་ནང་འགྱོ་གི་ཐ་ཚོ་དེ་ནས་སྐྱོ་ཁང་ནང་སོང་ད་སྐྱོ་ཁང་ཟི་ག་དེ་ནས་ཙ་སོང་ད་ས་ཟི་ག་སྐྱི་ཕོ་ཟི་འདུག་ཟེ་ཏི་མི་ཁ་ཁྲོར་ཟི་མང་ཟི་ག་ལོ་བ་གི་དེ་ནས་ཏི་ཆི་ཟིར་ཟེ་ན་སོང།

དེ་ག་ད་ཧེ་ད་ཏི་བདག་དང་དེ་ག་ཁ་པར་ཏི་བདག་དེ་གཅིག་བྱས་ན་དེ་ཚོ་ཚ་བ་རེད་འདུག་འདུག་ཀྱི་ནི་ར་སྐར་མ་གཉིས་ཤུ་རེད་འདུག་འདུག་ཀྱི་ནི་ར་དེ་ཡི་བཞི་དེ་ཤེས་ཀི་མ་ར་བཙི་རི་ཁྱེད་རང་དེ་དེ་ནི་ནང་གི་ཤ་ཐམས་ཅད་གོ་ཅུང་ཟི་ཟི་བྱི་སོ་མ་ར་ལྷང་ཡོང་ཀྱི་ནི་ར་དེ་ལ་བརྟེན་དེ་དེ་གཞུང་འགྲིམ་གི་ནད་དུ་ཅིག་ཡམ་སྲི་ནད་ཁ་རྩ་ནས་ལྟི་མོ་ཟི་རེད་དེ་ཁྱེད་གི་འོ་དེ་ནས་རྩ་ཆེ་འདྲ་རྩ་ཆུང་གང་སྟང་གི་ད་ཚོ་ཁྱབ་ཁོངས་ནང་འདུག་གི་ད་ཚོ་ཡང་སྲིང་མོ་གཉིས་ཁ་པར་ལྟ་ཡི་འདུག་ཀྱི་ད་ནི་ཡང་ན་ཁྱབ་ཁོངས་གི

ད་ནད་དུ་ཅིག་ན་བཞག་ན་འོག་སྒོ་ཅིག་མི་གཙང་བ་ཡིན་གྱི་ནི་འདྲ་དེ་བཞིན་དུ་ད་རུང་རྩ་མེད་ར་སྟོང་གཡོག་མ་ཡིན་ནོ་དེ་ཡང་ཡ་མཚང་ནོག་གི་རྩ་དུ་ཆུ་རྩ་དུ་སྟོང་གི་ད་ཚོ་ཅིག་བྲིས་པ་འདྲ་དེ་མི་ལང་སྟེ་རྩ་དུ་སྟོང་གཡོག་མི་ཡི་ད་དེ་ཁ་ཡི་ཁྱོག་ཚ་རུ་སྟང་བཞག་དག་དེའི་སྤྱིར་བཞག་དེ་དེའི་འོག་སྒོ་གི་དེའི་ནང་གི་རྩ་རྩ་དུ་ཚོ་རྩ་གི་ཚིག་གི་ལྷག་སོང་ན་དག་གི་ཧ་ར་ཡང་ཅིག་ནག་གི་འགྱོ་ཀྱི་འདྲ་འདྲ་ཨག་སྒོ་ཡག་པོ་མ་བྱས་ནི་འདྲ་འདྲ་དེ་མི་དག་གཡང་ནོག་གི་ཨག་སྒོ་བྱས་ན་ར་ཅིག་རབ་ན་ནི་ཕྱོགས་གཙང་མ་འདྲ་འདྲ་ཕྱོགས་འཇམ་པོ་འདྲ་འདྲ་དེ་མིག་བྱས་ནི་མ་གཏོགས་ཕྱོགས་རྩུབ་མོ་བྱས་ན་ཡང་ཅུང་ཙམ་ཚུགས་ནོག་གི་དེའི་རྐྱེན་གི་ལ་སེར་དང་གཅུང་མོ་རྣམས་པ་ཡིས་ནག་གཞུང་འགྲིམ་གི་ནད་དུ་ནག་གྱོ་ཉེན་ཁ་ཆེ་གི་དེ་སྔོན་འགོག་ས་ཕུན་སུམ་ཚོགས་པ་དང་ངེས་པར་དུ་བྱེད་དགོས་ནི་དེ་མོ་ཟེར། ལྷ་སེར་རྣམས་ལ་འབྱུང་སླ་བའི་ནད་རིགས་ཀྱི་ནང་གི་གཅིན་སྙི་སྐྱ་འགོའི་ནད་ཀྱི་སྐོར་བརྩི་མྱོང་དུས་གཟུགས་ཀྱི་རྒྱུན་ཤེས་བྱ་དཀའི། ད་ཕྱིར་ན་གཅིན་སྙི་གི་ནད་དུ་འཁེལ་སྐབས་ལྷ་སེར་ཙི་མ་རེ་ཕྱིར་བཏང་གིས་མང་ཚོགས་ཡོངས་སུ་རྫོགས་པ་སུ་དང་སུ་ཡིན་ན་འདིའི་གཅིན་སྙི་གི་ནད་དེའི་ལྟ་བར་ན་གོ་ནི་ཇེ་མང་ནས་ཇེ་མང་མགྱོགས་ནས་འཛམ་གླིང་གི་ཐོག་ན་དེ་འདྲ་ཟེར།

བཤུལ་ལམ་ན་བཀག་གསབ་འདྲ་གཟུགས་ཀྱི་གཅིན་པ་སྔར་རྒྱུར་སྐུལ་ན་དུ་ན་གྱོ་སྐྱག་གི་ཉེན་ཁ་ཇེ་ཆེ་གཏོང་གོ་ཁག་གཅིག་ན་ནི་རྒྱུན་དུ་འདུག་འདུག་ནི་བྱ་འགོ་མི་འགྱོ་ནི་བྱ་འགོ་འགུལ་སྐྱོད་མེད་ནི་བྱ་འགོ་འདུག་འདུག་ནི་བྱ་འགོ་དུ་ན་ག་གཉིས་ན་ནི་འགུལ་སྐྱོད་ཀྱི་དུས་ལྟར་དུ་འགུལ་སྐྱོད་མི་བྱེད་ད་ད་ཉི་མ་གཅིག་ག་སྐར་མ་གསུམ་ཕྱེད་ནས་བཞི་བཅུའི་བར་དུ་འགུལ་སྐྱོད་རྒྱུན་དུ་བྱེད་གི་རྒྱུན་འཁྱོངས་བྱེད་གི་མེད་ནས་དེའི་རིགས་དེ་ཡང་ཉིད་དེ་ན་སིམ་ན་ནི་ཉིད་ཀྱི་བུ་ཚ་ལི་བག་རི་དང་གནང་སྐལ་ཚོ་སྔ་མོ་ཚོ་དུས་ཚོད་བརྒྱད་དེར་དགུ་བཅུ་ཡི་ཉིད་དུག་ནི་ཅང་དགོས་ཏེ་ཧ་ལས་བ་འདི་འགའ་རྩ་གི་ཟེར་དེ་ཡི་བྱ་ཁོ་ཁོ་ཤོ་ལུམ་གི་ཐོག་ནས་བཤད་ན། ད་ང་ཚོ་ཆོས་སེར་ཚོ་མཚོན་རྒྱུ་ན་ཡང་འདུག་ཀྱི་བུ་དེ་ཧ་ལས་པ་མང་ཚོགས་ཕར་བ་ཟག་བལྟས་ན་འདུག་ཀྱི་བུ་དེ་དུས་ཚོད་རིང་ཁོ་ནར་དཔེར་ན་ཚོགས་དུས་མཆོད་བཙུགས་འཚོགས་ན་ཡང་ཉིན་ད་ནང་དོ་ནི་བ་འདུག་འདུག་ཀྱི་ནི་རེད་བར་བར་བརྩི་གི་རེད་མ་གཏོགས་དེ་ནས་ཐུགས་གསུམ་སྒོམ་གསུམ་དང་མཚམས་བསྙེན་སྒྲུབ་གང་དང་གང་བྱས་ན་འདུག་འདུག་ཀྱི་བུ་དུས་ཚོད་དེ་ཡ་མཚན་རང་ནི་འདྲ་འདྲ། དེ་བཞིན་དུ་གཅིག་གྲོང་ཆོག་ཙིག་ག་སོང་འདོམས་པ་ཟི་མ་བཏོན་ན་འམ་ཆོས་ཙིག་གམ་མ་སོང་ན་ཚང་མ་འདུག་འདུག་གྱི་ལུས་དཀའ་ཏག་ཏག་ཡིན་དུས་དེ་ནི་སྤྱིན་པ་སྔར་འགྱུར་གྱི་ནད་དུ་འབྱུང་སླ་ནུ་གོ་རྒྱུ་མཚན་དུ་དུས་མི་ཟིག་གི་སོང་བདལ་བ་ཁུ་དེ་རེད་དེ་བཞིན་དུ་གལ་ཏེ་བདལ་བདལ་ན་ཡང་དགོང་མོ་དུ་ཚོ་དུས་ཚོད་རེ་རེ་དང་འགུལ་སྐྱོད་དྲག་པོ་ཞིག་བདལ་ན་ཡང་ཡར་ར་ཁར་གི་འདུག་གི་དང་འགུལ་གྱི་འཇིག་ལྟོ་འགྲོ་འམ་ཉམས་ཐུབ་ནི་རེད་ད་ལྟོ་ཉམས་ཁ་མི་འཇོག་ཀྱི་རེད་དེ་ཡི་ཡང་ལུས་ཀ་གཞན་པ་མེད་དུས་ཚོད་སྙིང་ཁར་ཡ་མཚན་གི་ནང་དུས་དུས་ཚོད་བརྒྱད་དུ་དགུ་བཅུ་དུས་བར་དང་ཉི་དུག་ནི་རེད་ད་དུས་མི་ཡིན་དུས་དེ་ནི་འདི་ཚང་མ་གི་སེམས་པ་ངར་འགྱུར་གི་གནད་དུ་སློང་སྐྱེད་གི་རྒྱུ་གཙོ་བོ་ལ་ཁོག་གི་ད་བཤུ་ལུམ་གི་ཐོག་ནས་བཤད་ན་ད་དེ་བཞིན་དུ་ཆུ་བཟའ་མ་གི་ཐོག་གི་བཤད་ན་ད་བཟའ་ཧ་ལུས་པ་མི་ཉན་གྱི་བོ་དུ་ཚ་དང་ནུབ་མངར་དང་ནི་སྐྲག་གཟིགས་གསུམ་པོ་ཚ་ཚ་གི་ཆེད་ཆེ་བའི་ཟ་མ་དང་ནུབ་མངལ་ཆ་ཆེ་བའི་ཟ་མ་སྐྲག་གཟུགས་གི་འདིའི་སྐོར་དུ་ཟ་མ་ཉིང་ཁུ་ཟ་མ་གནག་གི་ཧ་ལས་པ་འཛེམ་དགོས་ས་ཆ་རེད་དེ་བཞིན་དུ་སྣུམ་བཞག་ཚུར་གསུམ་བཟོས་སྣུམ་གི་རིགས་མང་ས་ཆ་འགོ་དུ་སྣུམ་ཆེན་གི་ཟ་མ་དུ་རྒྱུན་དུ་ཟ་རྒྱུ་དང་ནི་བཞག་ཡོད་ཚ་གི་ཟ་མ་དུ་རྒྱུན་དུ་ཟ་རྒྱུ་ད་རྒྱ་ཁོག་རྫས་ནི་འདྲ་འདྲ་ཚོ་དམག་སིར་ནུག་ནང་གི་སྣུམ་རྫས་ནི་འདྲ་འདྲ་དུ་ཆ་ཚང་མ་བཞག་རེད།

སྦྱིན་པ་སྔ་འགྱུར་གྱི་ནད་དུ་ནག་ཀྱོག་འབྱུང་ཁ་ཆེ་གི་ཟེ། ཉེན་ཁ་འགྲོ་སྐྱག་ཅི་ཆེ་གི་ཟེ་དེའི་རྒྱུ་མཚན་གྱི་ཆུ་བོ་དག་སྦྱིན་པ་སྔར་འགྱུར་གྱི་ནད་དུ་ནད་བཞག་ན། ཡང་གཅིག་ཚད་ངེས་ཅན་གྱི་ཟ་མ་ལ་ཚད་ངེས་ཅན་གྱི་དོར་སྣང་ཟི་མ་ཕྱིས་དེ་ནས། དེ་ནས་བཤོལ་ལམ་ལ་ཚད་ངེས་ཅན་གྱི་དོར་སྣང་ཟི་ཕྱིས་དེ་ནས་སྨན་བསྟེན་རྒྱུ་དབང་ཚད་ངེས་ཅན་གྱི་དོར་སྣང་ཟི་ཕྱིས་འགུལ་སྐྱོད་ལ་སོགས་པ་ཚད་ངེས་ཅན་གྱི་དོར་སྣང་ཟི་མ་ཕྱིས་ན། རྩ་བ་ཉིད་ནས་བྲག་ཁ་མི་ཉན་གྱི་འདྲ་དུས་མི་ཟེར་ར།